ཞེས་ག་སོགས་རུ་བུ་སྐད་ཅིག། ཏྲོག་ཏྲོག་ལང་ཡང་སུམ་སྒྲས་གོ་ཡོད་འདུག་ཙང་ནས་མ་དད་ཆག་གིར་བ་སྲབ་སྟེ་སྲབ་སྲོག་བྱེད་ན་མང་དུ་ཀྱང་ཙང་རྒན་ཤ་ཡོར་ད་ཀྱང་ཙོ་ཏོ་བ་རུ་ཨོ་སུ་ཡོད་ཨེ་ནི་འགྲིག་འདུག་བསམ་པ་དེ་འདྲའི་བསམ་བློ་དེ་མེད་པ་ཞིག་བོད་ནང་གི་རྒྱ་ཞིང་མང་ཅིག་གིས་ཉན་བསྡད་ཡོད་བསམ་པ་འདི་སྲབ་སྲོག་བྱེད་སའི་མི། མ་གཞི་ང་རང་ཚོས་ངའི་གོ་ཡ་བྱས་པས་ན་ད་ལྟ་ད་ལམ་ཞག་ཉེར་གཅིག་དེ་ང་རང་ཚོས་བོད་ཡིག་སྡེ་ཚན་གི་བོད་སྐད་སྡེ་ཚན་གི VOA རེད་ཤག་དེ་ཚོས་དེ་ལྟར་མ་འོངས་པ་ལ་ཡང་དགོངས་པ་བཞེས་བསྒུག་ཡོད་རེད་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང་གོ་ནོར་ཐེག་ཡག་གི། རིགས་འདི་འདྲའི་ཡོད་ན། ང་རང་ཚོ་ངོས་ནས་རྣམ་དཔྱོད་བེད་སྤྱོད་བྱས་རྗེས་ཀུན་སློང་ཡག་པོ་ཡོད་པ་གཅིག་པོ་གི་ཕན་ཐོགས་ཀྱི་ཡོད་མ་རེད་ད། ད་ཀུན་སློང་ད་རྣམ་དག་ཡི་གེ་རེད་དེ། གཅིག་རྣམ་དཔྱོད་བེད་སྤྱོད་བྱས་ནས། གཅིག་རྒྱལ་སྤྱིའི་ལྟ་སྟངས་ཀྱི་ཐོག་ནས། གང་ལྟར་གོ་ནོར་ཐལ་ཡག་གི་གཞི་འདི་འདྲ་ཡོད་ན། སྟངས་འཛིན་བྱེད་དགོས་རེད་བ། ད་དེ་ང་ཚོའི་དེ་བློ་ཕམ་གྱི་གནས་ཚུལ་རེད་དེའི་ཐོག་ནས་སྐྱག་འཁུར་མི་བྱེད། མཚན་མོ་མང་པོ་ཞུས་པ་ཞུས་བར་ད་མི་མང་པོ་མཚན་མོ་ཞུས་པ་མ་ཚད་ནས་མཚན་མོ་ཞུས་པ་དེ་ཆོས་ཕྱོགས་ངོས་ནས་བཤད་བས་ན་ད་དམྱལ་བ་འགྲོ་ཡས་རེད་ག་ད་སྡིག་པ་མང་པོ་ཞུ་ས་ཡོད་བ་རེད་ནི་གཅིག་ཁོ་རང་ཚོས་འདྲ་མི་འདྲ་བཤེས་གཉེན་མང་པོ་ཅིག་གཅིག་ནི་དཔལ་འཁོར་བཅས་ཀྱི་དགོངས་པ་བཞེས་སྟངས་དང། དུས་རྒྱུན་དུ་ག་ད་ཅིག་མཛད་པ་བསྐྱངས་སྟངས་དང་ནི་བྱང་ཆུབ་ཀྱི་སེམས་ཀྱི་ཐོག་ནས་ག་ད་ཅིག་འགྲོ་བ་སྤྱིའི་བདེ་དོན་དགོངས་པ་བཞེས་དུས་ཚོད་དེ་ཁོ་ཚོ་བརྒྱུད་ཡོད་མ་རེད་བ་ད་མི་བརྒྱུད་པ་མང་པོ་ཅིག་ལ་ཡ་སྐྱ་ངོས་རང་ཚོའི་མཚན་སྙན་མཐོན་པོ་ཅིག་གིས། འདུ་ཤེས་མ་གཏོགས་ཤེས་ཡོན་ཞེ་དྲག་མེད་དེ་ཉིད་ཀྱི་མི་མང་པོ་གཅིག་གིས་གང་ལྟར། སྐྱེ་བོ་བཅོས་མོ་ཤེས་ཀྱི་མ་རེད།